ལྷན་རྒྱས་སྐུ་ངམ་སང་བཀྲ་ཤིས་བདེ་ལེགས། ང་ནག་སུ་མཉམ་དུ་ཨ་ཅག་སློབ་ཁང་གི་སློབ་གསོ་སློན་བའི་ལེ་ཚན་ནང་ཆེད་རྩོམ་བྱུང་བ་དགའ་སྤྲོ་ཆེ། ང་ནི་ནང་པ་ལྷན་རྒྱས་ལ་སྔར་རྒྱུན་བཞིན་ཁྱིམ་ཚང་སློབ་གསོའི་སྐོར་ནས་ཞུ་མཁན་ཁྲི་རྡོ་རེ་ཡིན། དེ་རིང་ངས་ནང་པ་ལྷན་རྒྱས་ལ་ཤིན་ཏུ་ནས་སྟབས་བདེ་བའི་སློབ་གསོའི་སྐོར་ཞིག་ཞུ་རྒྱུ་ཡོད། དེ་ཡིན་པ་ཡིན་ན་ང་ནག་ཚོའི་འཚོ་བའི་ཁྲོད་ལ་བེད་སྤྱོད་ཤིན་ཏུ་ཆེ་བ་དང་ལྷག་པར་དུ་བུ་ཕྲུག་ལ་སློབ་གསོ་སྐྱོན་པའི་སྐབས་སུ་བེད་སྤྱོད་ཞེ་དྲག་གནང་ཡག་གི་བཀའ་མོལ་ཚིག་གཅིག་སྐོར་རེད། ལྷན་སྐྱེས་ནས་བྱས་ན་བཀའ་མོལ་དེ་ག་རེར་འདོད་ལ། ཨོ། བཀའ་མོལ་དེ་དེ་འདྲས་ཅིག་རེད། དུས་ཚོད་འཕྲོ་ལ་མ་གཏོང། དུས་ཚོད་འཕྲོ་ལ་མ་གཏོང་ཨ་ཟེར་ཡ་བཀའ་མོལ་དེ་རེད། ང་ནག་ཚོས་ད་ལྟ་བར་དུ། ཨ། བུ་ཕྲུག་ལ་སློབ་གསོ་དེ་མང་པོ་ཤོག་ཤིག་བརྒྱབ་ཡོད་བ་རེད། ད་ཡིན་ནའི་སོ་སོ་རང་ཉིད་ལ་དུས་ཚོད་དམ་འཛིན་བྱེད་ཡག་གི་ཐབས་ཤེས་མེད་པ་དང། དུས་ཚོད་དམ་འཛིན་བྱེད་ཡག་གི་ལག་ལེན་མེད་པ། ད་ག་ནང་བཞིན་དུས་ཚོད་དམ་འཛིན་བྱེད་པའི་དཔེ་མེད་པ་དང་ལོ་རྒྱུས་མེད་པ་ལ་བརྟེན་བྱས། བུ་ཕྲུག་ཁོ་ནག་ཚོ་ཡིན་པ་ཡིན་ནའི་ལས་དུས་ཚོད་དམ་འཛིན་མ་བྱེད་ཡག་དེ་རྒྱུན་ལྡན་གྱི་གནས་ཚུལ་ཆགས་བསྡད་པ་རེད། བྱས་ཙང་ཁོ་ན་ཚོས་དུས་ཚོད་འཕྲོ་བརླག་ཞིབ་པོ་ཞིག་གཏང་དགོས་བ་རེད། མི་གཅིག་ལ་མཚོན་པ་ཡིན་ན། གཅིག་བྱས་ན་མི་ཚེ་ཟད་ཡ་དེ་རིང་པོ་རེད་དགོངས་ཀྱི་ཡོད་རེད། ད་ཡིན་ནའི་ལས་ང་ན་ཚོས་འཕྲོ་བརླག་བཏང་པའི་དུས་ཚོད་དེ་ཁས་ཕ་པིས་པི་ཡིན་ན་ང་ཚོའི་མི་ཚེ་དངོས་གནས་ཐུང་ཐུང་ཞིབ་པོ་ཅིག་ཆགས་བཞག་བྱས་ཙང་ངས་ང་ན་ཚོས་མི་ཚེ་ཧྲིལ་པོ་དོན་དང་ལྡན་པའི་དུས་ཚོད་ཅིག་ལ་བསྒྱུར་ཡག་གི་ཐབས་ཤེས་ཅིག་ཁྱེད་ན་ཚོ་ལ་ཞུ་རྒྱུ་ཡོད། ཐབས་ཤེས་དེ་ཡིན་པ་ཡིན་ན་བླ་མ་ལྷན་རྒྱས་ནས་ག་དུས་ཡིན་ནའི་ལས་དཔེ་དེབ་ཅིག་ཁ་མ་བྲལ་བ་ལ་བསྣམས་ཕེབས་རོགས་ཟེར་ཡ་དེ་རེད། ང་ནག་ཚོས་ག་དུས་ཡིན་ནའི་ལས་དཔེ་དེབ་ཅིག་ཁ་མ་བྲལ་བ་ལ་བསྣམས་ཕེབས་པ་ཡིན་ན། ངས་དཔེ་ཐུང་ཐུང་ཅིག་གི་ཐོག་ནས་ཞུ་གི་ཡིན། ཁྱེད་རང་ལས་དོན་སྒྲུབ་པར་ཕེབས་པའི་སྐབས་སུ་བང་སྒྲིག་ཡག་གི་གནས་ཚུལ་མང་པོ་ཐོན་དགོས་བ་རེད། དེ་དུས་ཁྱེད་རང་གིས་བང་བསྒྲིགས་དུས་བསམ་བློ་བཏང་བྱས་ཞུ་མི་གོ་བ་བྱས་བྱས་དཔེ་དེབ་ཅིག་ཁ་ལོག་བྱས་གཟིགས་ཐུབ་པ་ཡིན་ན་ད་ཁྱེད་རང་ལ་ཤེས་ཡོན་ག་འདྲས་ཅིག་རྙེད་ཐུབ་དགོས་རེད་བལ། ད་ག་ན་བཞིན་ཁྱེད་རང་ལ་མཁས་དབང་ཅིག་གིས་ཀོ་ཙེ་གང་པོ་ལ་སྐུ་ལས་བསྐྱོན་པའི་ཤེས་རིག་པ་ཉིང་བཅུད་ག་ཚད་ཅིག་རག་གི་རེད་བལ། བྱས་ཙང་དེ་འདྲ་ཞིག་གནང་ཐུབ་པ་ཡིན་ན་ཁྱེད་རང་གི་བང་བསྒྲིགས་པའི་དུས་ཚོད་དེ་དུས་ཚོད་དོན་དང་ལྡན་པ་ཅིག་ཆགས་ཐུབ་པ་རེད། དེ་འདྲས་བྱས་བྱས་དུས་ཚོད་ཐམས་ཅད་གཅིག་བྱུང་བ་རེད། ཡང་ཁྱེད་རང་གིས་དུས་ཚོད་ཀྱི་བརྒྱ་ཆ་གཅིག་ག་པར་བེད་སྤྱོད་གཏང་དགོས་བ་རེད་ཞུ་བ་ཡིན་ན། མི་སྒུག་བསྡད་དུས་ཙམ་པ་ཡང་ཁྱེད་རང་གིས་ཆོ་མེད་པའི་པར་ཨ་ལོ་སྐྱབས་ཡག་དང་ཆོ་མེད་པའི་སྐད་ཆ་ཉན་ཡག་དང་ཡང་མེད་ན་ཆོ་མེད་པའི་ལུས་ཀྱི་རྣམ་འགྱུར་དུ་ཡང་དེ་འདྲས་ཀྱི་ཐད་ལ་འཕྲོ་ལ་གཏང་དགོས་བ་རེད། ད་ཡིན་ནའི་ང་ནག་ཚོས་མི་སྒུག་བསྡད་དུས་ཙམ་པ་ཡང་ཁྱེད་རང་གིས་དཔེ་དེབ་དེ་ཁ་མ་བྲལ་བ་ལ་བསྣམས་ཕེབས་ཡོད་ན། ཡང་ཁྱེད་རང་གིས་དཔེ་དེབ་གཟིགས་བཞག་ན་ད་ག་འགྲིག་གོ་བ་རེད། ཡང་དེ་དུས་ཛམ་པ་ཁྱེད་རང་གི་སེམས་ནང་ལ་མཇལ་འདོད་ཡོད་པའི་མཁས་པ་དེ་འདྲས་མཇལ་བ་ནང་བཞིན་བྱས་རྗེས་བགྲོ་གླེང་བྱེད་པའི་ལྟ་བུའི་གི་གོ་སྐབས་རག་ཡོད་རེད་ལ། ཁྱེད་རང་ལ་རག་ན་བསམ་པའི་མི་ཚེའི་བླང་དོར་གི་གནས་ལུགས་མང་པོ་ཞིག་བརྒྱ་ཆ་བརྒྱ་ཐམ་པ་དཔེ་ཀློག་གི་དབུས་ནས་ཁྱེད་རང་ལ་རག་ཐུབ་གི་རེད། བྱས་ཙང་ཁྱེད་རང་གི་མི་དགུ་གོ་ཡག་གི་དུས་ཚོད་དེ་དོན་དང་ལྡན་པ་ཅིག་ཆགས་པ་རེད། ཡང་ཁྱེད་རང་སྐབས་འགར་ལ་ཁྱེད་རང་གི་གཟིམ་ཁང་ནས་བྱས་བྱས་གནམ་གྲུའི་བབས་ཚུགས་ཀྱི་བར་དུ་རླངས་འཁོར་ནང་ལ་ཕེབས་དགོས་དགོས་བ་རེད། ཡང་དེ་དུས་ཁྱེད་རང་གིས་ཁྱེད་རང་གི་དཔེ་དེབ་དེ་ཁ་མ་བྲལ་བ་ལ་ཕེབས་གནང་ཡོད་བ་ཡིན་ན་ཡང་རླངས་འཁོར་ནང་ལ་དཔེ་དེབ་ཟིག་བྱུགས་དགོས་བ་རེད། དེ་དུས་ཁྱེད་རང་ལ་མི་དང་མིའི་བར་ལ་འབྲེལ་བ་ག་འདྲི་བྱེད་དགོས་ཀྱི་ཡོད་མེད་ཀྱི་ཐབས་ཤེས་ཅི་རག་བ་རེད་ལ་ཡང་ཁྱེད་རང་ལ་མཁས་པ་དེ་འདྲས་ཀྱིས་མིའི་རིགས་ལ་གནང་བའི་བསླབ་བྱ་ཡག་པོ་དེ་འདྲས་ཁྱེད་རང་ལ་རག་སྲིད་ཀྱི་རེད། བྱས་ཙང་ང་ནག་ཆུ་ནམ་རྒྱུན་འཚོ་བའི་ཁྲོད་ལ་དཔེ་དེབ་ཅིག་ཁ་མ་བྲལ་བ་ལ་བསྣམས་ཕེབས་ཐུབ་པ་ཡིན་ན། བརྒྱ་ཆ་བརྒྱ་ཐམ་པ་ཁྱེད་རང་གིས་ཐོས་ཚུལ་དམ་འཛིན་བྱས་ཟེར་ཡག་དེ་དཀའ་ལས་ཧ་པོ་གཙང་བ་གཉིས་ནས་མ་རེད། བྱས་ཙང་ངས་དེ་རིང་གནམ་ལྷན་རྒྱས་ལ་ཐོས་ཚུལ་དམ་འཛིན་བྱས་ཡག་གི་ཐབས་ཤེས་ཡག་ཞུས་ཏེ། དུས་རྒྱུན་དུ་དཔེ་དེབ་ཅིག་ཁ་མ་བྲལ་བ་ལ་བསྣམས་ཕེབས་ཟེར་ཡག་དེ་ཡིན། ཁྱེད་རང་གིས་དེ་འདྲ་ཞིག་གནང་ཐུབ་པ་ཡིན་ན་ཁྱེད་རང་གི་བུ་ཕྲུག་དེས་དེ་འདྲ་ཞིག་གནང་ཐུབ་ཀུ་རེད། ཁྱེད་རང་གི་བུ་ཕྲུག་དེས་དཔེ་དེབ་དང་ཁ་མ་བྲལ་བ་དང་དཔེ་ཀློག་ལ་གོམས་པ་ཞིག་ག་དུས་ཆགས་སོང་ནས་དེ་ནས་བཟུང་བྱས་ཁྱེད་རང་གི་བུ་ཕྲུག་དེ་ཤེས་ཡོན་ཅན་དང་ཐག་ཉེ་རུ་ཉེ་རུ་ཕྱིན་པ་རེད། ང་རང་གིས་ནམ་རྒྱུན་ཞུ་གི་ཡོད། མི་རིགས་ཤིག་ལ་དཔེ་ཀློག་གི་གོམས་གཤིས་ཡོད་པ་ཡིན་ན་མི་རིགས་དེ་གཞིས་ལུས་དང་ཐག་རིང་དུ་རིང་དུ་འགྲོ་གི་རེད་ལ་མངོན་འདོད་དང་ཐག་ཉེ་རུ་ཉེ་རུ་འགྲོ་གི་རེད། ཁྱིམ་ཚང་ཞིག་ལ་དཔེ་ཀློག་གི་གོམས་གཤིས་དང་དཔེ་ཆ་དང་གྲོགས་པའི་ལོ་རྒྱུས་ཡོད་པ་ཡིན་ན་ཁྱིམ་ཚང་དེ་ནས་མཁས་པ་དང་རླབས་ཆེན་གྱི་མི་སྣ་མང་དུ་འཁྲུངས་པའི་ལོ་རྒྱུས་ཡོད་རེད་བྱས་རྗེས་དེ་འདྲས་སུ་ཞུ་གི་ཡོད། བྱས་ཙང་ང་ནག་ཆུའི་ག་དུས་ཡིན་ནའི་ལས་དཔེ་དེབ་ཅིག་གནང་ཕེབས་རོགས། ཨ་ནི་འཇུག་ཏུ་ནམ་ལྷན་གྱི་དཔེ་ཀློག་ལ་གོམས་ཤིང་དཔེ་ཀློག་ལ་བརྟེན་ནས་མི་ཚེ་བླང་དོར་གསལ་ཐུབ་པའི་མི་སྣ་ཡག་པོ་ཞིག་ཆགས་པར་ཤོག་ཅེས་བཤད་ཆེད་སྨོན་ལམ་ཡང་ཞུ་གི་ཡིན། ལྷན་རྒྱས་སྐུ་ངམ་སང་བཀྲ་ཤིས་བདེ་ལེགས།